སྲིད་དབང་གླིང་གའི་གུང་ཁང་སང་དེ་རིང་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་གི་ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་དང་དེ་རིང་འདྲ་ཆགས་མཚོན་པ་ཡིན་ན། སྐབས་བཅུ་བདུན་པའི་གི་གྲོས་ཚོགས་ཐེངས་དགུ་པ་དེ་དབུ་འཛུགས་གནང་སོང། ཨ་ནི་དེ་རིང་གི་གྲོས་ཚོགས་དེ་ལ་ཆགས་མཚོན་པ་ཡིན་ན་སྔོན་རྩིས་བརྟན་པོའི་གྲོས་ཚོགས་ཚར་ཡོད་པ་དང་དེ་རིང་ཚེས་བཅུ་བདུན་ནས་ཚེས་སུམ་ཅུ་སོ་གཅིག་བར་ཉིན་གྲངས་བཅོ་སོང་གི་རིང་ལ་ཡང་ཚོགས་འཆར་ཡོད་འདུག་ཤང་ལ་སྲིད་སྐྱོང་དང་ཨ་ནི་སྤྱི་འཐུས་ཁག་ཅིག་ལ་ཡང་དེ་ལོག་གི་སྔོན་རྩིས་བརྟན་པོའི་དེ་འབྲེལ་བའི་སྐོར་ལ་ཡང་ང་ཚོས་མཇལ་འཕྲད་ཐུག་འཐུས་ཀྱིས་བྱས་ཡོད།
དེ་གའི་ཆ་ཚང་མས་གྲོས་ཚོགས་ལ་སྔོན་རྩིས་སྙན་སྒྲོན་མ་ཞུས་སྔོན་ནས་གསར་འགོད་ལས་བྱེད་ཡོང་མ་རུང་བ། ད་རིང་སྙན་སྒྲོན་ཞུ་གི་རེད། གྲོས་ཚོགས་ནང་ལ་སྙན་སྒྲོན་ཞུས་པ་དང་གྲངས་ཀ་དང་ཚང་མ་མཁྱེན་ཡོང་གི་རུང་བ། ཡིན་ནའི་དེའི་ཁྱད་པར་ཅིག་ག་རེ་ཡོད་རེད་ཟེར་ན་ང་ཚོས་སྔོན་རྩིས་འཆར་འབུལ་ཞུས་པའི་སྐབས་ལ།

ཁྱེད་ཀྱི་འཁྲིག་ཡོར་དེ་གང་དུ་གནས་ཚུལ་བཏང་ས་ཡོད་མེད་ཀྱི་དོན་དང་གནས་སྟངས་ཅིག་ཆགས་བསྡད་ཡོད་རེད། དེ་ཡིན་ན་ང་ཚོ་དོན་གཅོད་ལ་ཡང་བསྐོ་བསྔགས་ཞུ་ཡ་དེ། ཨ་ནི་ད་དོན་གཅོད་ཀྱི་ངོས་ནས་དོན་གཅོད་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གཉིས་ཐུན་མོང་གི་ཐོག་ནས་ད་ལྟ་ལོ་ངོ་གང་བརྩི་ཚང་མ་གང་ལ་ཡང་མཉམ་དུ་ལས་ཀ་བྱས་ནས་འགྲོ་བསྡད་ཀྱི་ཡོད་རེད་དེ་ཡིན་དུས་གྲོས་ཚོགས་ལ་འགྲོ་བའི་སྐབས་ལ་ད་ལྟའི་དུས་ཚོད་ལ་གྲོས་ཚོགས་འཐུས་མི་ལ་ནུས་པ་ཡོད་དང་མེད་ཀྱི་ད་གནས་སྟངས། ཁ་མོན་མང་པོ་ཞིག་འགྲོ་བསྡད་ཀྱི་ཡོད་དེ་ཡིན་ནའི། ཁོ་གྲོས་ཚོགས་ཀྱི་འཐུས་མི་ཡིན་པའི་སོང་ཙང། ངེས་པར་དུ་དེ་ཚོ་ལ་བཅར་བའི་སྐབས་ལ་ད་ལྟ་རླུང་འཕྲིན་ཁང་གི་གནས་སྟངས་ཚོའི་ཞུ་དགོས་ཡ་དང། བོད་རིགས་སྤྱི་མཐུན་ཚོགས་པ་སོ་སོའི་ཁྱབ་ཁོངས་ལ་ཡང་གྲོས་ཚོགས་ཚོགས་མ་དང་འོ་མའི་མཁན་ནས་ལྷག་པར་དུ་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ཚོ་ལ་ཡང་དེ་ཚོ་མུ་མཐུད་རིག་གནས་དགོས་ཡ་སྐོར་ལ་འབད་བརྩོན་བྱེད་དགོས་ཀྱི་རེད་བཞིན་འདི་སྐོར་ངང་ཞུས་ཟིན་པ་རེད། ད། རླུང་འཕྲིན་ཁང་གི་ལས་བྱེད་སོ་སོ་སོའི་ངོས་ནས་ག་རེ་བྱེད་དགོས་མེད་ད་འདི་ཚོ་གནས་ཚུལ་ཤེས་ཡན་ལ། ང་ཚོ་བོད་པའི་གནས་ཚུལ་གཅིག་པུ་མ་ཡིན་པར་ད་འདི་རྒྱལ་སྤྱིའི་གནས་ཚུལ་ཆགས་ཀྱི་ཡོད་པས་སོང་ཙང། ཨ་ནི་ཁོ་རྒྱལ་སྤྱི་གི་རྒྱ་ཆེ་ས་ནས་ད་ཅིག་ཨ་མི་རི་ཀའི་གཞུང་གི་སྲིད་བྱུས་ག་འདྲས་ཟིན་གྱི་ཡོད་མེད། འདི་གི་འོག་ལ་ཡང་ཨ་ནི་ག་འདྲས་ཆགས་ས་རེད་ད་འདི་ཚོ་ཞིབ་ཚགས་པོ་བྱེད་ནས་བལྟ་དགོས་ཡོད་འདི་གལ་ཆེན་པོ་རེད་ཤག་ཨ་ནི་ང་ཚོ་ཉིན་ལྟར་གནས་ཚུལ་ག་རེ་ཆགས་ཀྱི་ཡོད་མེད་འདི་ཚོ་དོ་སྣང་བྱས་བསྡད་ཡོད།

དེ་ནང་བཞིན་གྱི་ཆབ་སྲིད་ཀྱི་ཐོག་ནས་བྱེད་དགོས་ཡོད་ན་རྒྱ་གར་ཁོ་རང་གི་གནས་བབ་དང་འབྲེལ་ནས་ཀྱང་གནས་སྟངས་མང་པོ་ཅི་ཕལ་ཆེར་ཡོང་གི་ཡོད་ས་རེད། ཡིན་པ་ཡིན་ན་གནས་སྟངས་འདི་ཚོ་རུ་ཐོན་བལྟས་པ་ཡིན་ནའི་རེད་སྤྱིར་ན་ཁོང་ས་སྐྱབས་མགོན་རིན་པོ་ཆེ་གྱི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་རྒྱ་གར་གཞུང་མང་གཉིས་ཀྱིས་ང་རང་ཚོའི་དབུ་ཁྲིད་བཟང་པོ་འདི་ལ་ཆེ་མཐོང་ཡོད་ཙང་ང་ཚོ་ད་ལྟ་ཡང་དག་ཅིག་ཆགས་ཀྱི་ཡོད་དེ། འདི་ཨ་རིག་གི་ཐོག་ནས་ཡིན་ནའི། གཞན་དང་མ་འདྲ་བའི་ང་རང་ཚོ་བོད་པ་དང། བོད་དོན་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་གཏན་འབེབས་ཡོད་པ་རྒྱུ་མཚན་ལ་བརྟེན་ནས་འདི་ཡང་ཆབ་སྲིད་ཚོགས་པ་ག་རེ་ཡོད་མེད་ལ་མ་ལྟོས་པའི་བོད་ཀྱི་གནད་དོན་དག་ལ་ཨ་ནི་གཟིགས་ཕྱོགས་གཅིག་ལྕོགས་ཅིག་ཡིན་པ་ཅིག་ཡིན་ཙང་ང་ཚོ་ད་ལྟ་ཡིན་ནའི་རེ་བ་ཆེན་པོ་བྱས་དང་བྱེད་བཞིན་པ་ཆགས་ཀྱི་ཡོད་ཟེར་བཞིན་ཡོད།

ཆོས་འཇུག་མང་པོ་བྱས་བཀའ་དང་སྲིད་སྐྱོང་ཚོགས་ཆུང་ལ་གདན་འདྲེན་ཞུས། དེའི་ཐོག་གྲོས་བསྡུར་བྱས་འོང་དེ་གང་ལ་ད་ད་ལྟ་དུས་ཀྱི་ལྕོགས་བྱ་དེ་ཆགས་སྟངས་ལྷན་ཁང་སོ་སོ་ནས་ཕེབས་ཚུལ་མནའ་ཕེབས་ཀྱི་ཡིན་གསུངས་སོང། དེ་ཡན་ཚང་ཚོགས་ཆུང་གི་དེའི་ཐོག་ལ་དམིགས་བསལ་གྱི་བར་ཆོད་ཁག་ཞུས་མེད། ད་ནི་སྤྱི་ཡོངས་ཀྱི་ད་ཆབ་སྲིད་དང་དེ་འབྲེལ་གྱི་ཐོག་ལ་རྣམ་བཞག་དེ་འདྲ་འདྲ་བོ་བྱས་རེད་ད་ད་ལོ་དམིགས་བསལ་གྱི་ད་ནི་མ་འདྲ་བ་སྔོན་རྩིས་ཀྱི་ཐོག་ལ་ཤུགས་ཆེན་པོ་བྱས་ཏེ་ཅུ་ནོར་ཀོང་ས་སྐྱབས་མགོན་ཆེན་མོ་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པའི་དགོངས་དོན་བྱས་པ་རེད།

དེ་ལ་བསྡུར་ན་ད་ལོ་སྤྱི་བཏང་ཆབ་འབོར་འདི་ས་ཡ་སུམ་བརྒྱ་བཞི་བཅུ་ཞེ་བཞི་ཅིག་མང་བ་འཕེལ་འདུག་སྟེ་ཡིན་ན་ཡང་ཨ་རིག་རོགས་དངུལ་ས་ཡ་དྲུག་བརྒྱ་ལྷག་དེ་ཕ་གཅིག་འཐེན་པ་ཡིན་ན་ཡང་ངེས་མ་ལས་མ་ཉུང་བ་ཆགས་འགྲོ་འདུག། ཚང་མ་མཁྱེན་གསལ་རེད་སྐབས་བཅུ་བདུན་གྱི་ད་གྲོས་ཚོགས་ཚོགས་དུས་དགུ་བ་ཆགས་ཡོད་རེད། གྲོས་ཚོགས་ཚོགས་དུས་དགུ་བ་དེ་ད་ང་ཚོ་ད་ང་ལོ་གཅིག་གི་ད་ང་ཚོ་འགྲོ་སོང་སྔོན་རྩིས་གྲོས་ཚོགས་ཆགས་འདུག་ཡོད་རེད་ཨ་ནི་ད་རིང་གྲོས་ཚོགས་དེ་སྔོན་རྩིས་གྲོས་ཚོགས་མ་ཟེར་བར་ང་ཚོ་ཁྲིན་ཤི་བ།

ཐེངས་མ་གཉིས་པར་ད་རོང་གི་འགག་དགོས་ཐེངས་མ་དང་པོ་དེ་ང་ཚོ་མུ་སི་ཐང་ལ་སློབ་མ་འགའ་སྒྲིག་འཛུགས་ལ་ཕན་ཆེད་དེ་དུས་ཨ་རིག་གི་སྲིད་འཛིན་ནེག་སིང་ཡིན་པ་ཡོད་སྐབས་དུས་དུས་ཙམ་པ་ང་ཚོ་རོང་ནུས་གཅིག་འགག་ནི་ཨ་ནི་མི་རེ་རྒན་པ་དེ་ཚོ་གི་ཀུ་བ་རྡོ་ཚོ་རྒྱལ་ནི་ས་ཡིན་ལས་གི་དུས་ཚོད་དེ་འདྲ་ཆགས་ཡོད་རེད་ད་ད་རེས་དེ་རོང་ནུས་ཐེངས་གཉིས་པ་འགག་དགོས་རེད་ཡིན་ན་ཐེངས་གཉིས་པ་འགག་དེ་བློ་ཚད་ཆེ་གི་མ་རེད་ལས་དེ་ཁ་རེ་ལས་ན་ང་ཚོ་རྒྱ་བོ་རིན་པོ་ཆེ་ཐུགས་བྱིན་བཀའ་དྲིན་ལས་ད་ལྟ་བོད་མི་སྤྱི་ཚོགས་ཀྱི་ཁྱོན་ཡོངས་ནི་དཔལ་འབྱོར་གི་གནས་སྟངས་ཡག་པོ་ཆགས་དེ་རེད་བོད་མི་ཚང་མ་གཅིག་དེང་དུས་ཀྱི་གཤིས་གནས་ཚད་ཡག་པོ་ཆགས་བསྡད་རེད་ང་ཚོ་འཛམ་གླིང་ཁྱོན་ཡོངས་ལ་རྒྱ་སྐྱེད་ཀྱི་ཐོག་ནས་ང་ཚོ་བོད་དོན་དུ་འབྲེལ་བ་དེ་དང་ང་ཚོ་གཅིག་འབྲེལ་བ་ཆེན་པོ་ཆགས་བསྡད་རེད་ད་ང་ཚོ་ད་ལྟ་དེ་ང་ཚོ་ད་གཅིག་གི་ང་རང་སོ་ཁང་པ་གཉིས་པ་རྒྱ་ཡལ་ད་རིང་རང་ངོས་དེ་ཆེད་ནས་ང་ཚོ་ཁང་པ་ཡང་རྒྱ་གཅིག་ཁང་པ་གཅིག་རྒྱབ་ཐུབ་པ་ཡིན་ན་མ་འོངས་པ་ལོ་ལྔ་བཅུ་ལ་དབུས་བོད་མིའི་སྒྲིག་འཛུགས་བོད་གཞུང་ལས་དེ་སྲ་བརྟན་ཆགས་ཡག་གི་ཅིག་ང་ཚོ་སློབ་གསོ་ཆེན་པོ་ཅིག་རེད་བསམ་གི་འདུག་དེ་སློབ་གསོ་བྱེད་དགོས་བ་བློ་ཕངས་དེ་རེད་དེ་སློབ་གསོ་བྱེད་དགོས་མ་རེད་བསམ་གི་འདུག། ཨ་རིའི་རོགས་དངུལ་འདི་གིས་ཡང་ལས་གཞི་མང་པོ་ཅིག་འགག་གོ། ར་ད་མ་བྱིས་པ་དྲོ་ན་དགའ་འདུག་ཨ་ནི Tibetan Digital Library དགའ་འདུག་དེ་འདྲ་དྲོ་ན་ང་ཚོ་སྤྱི་ཚོགས་ལ་གནད་འགོག་གལ་ཆེན་པོ། ར་བློ་འཚབ་མ་བྱེད་ན་འདི་སུ་ང་ད་སུ་འགོ་རེད་ཡང་ལས་གཞི་དེ་ཚོ་གནད་འགོག་གལ་ཆེན་པོ། ར། དེ་རེད་ད་ད་འདི་ལས་གཞི་དེ་ཚོ་གནས་སྐབས་འགག་བ་རེད་མི་ཤེས་དེ་གཏན་འཇགས་འགག་བ་ལས་གཞི་དེ་ཚོ་ང་ཚོ་བསྐྱར་གསོ་བྱེད་དགོས་གོ། ར་བསྐྱར་གསོ་བྱེད་ཡ་ལ་དངུལ་འདི་ཨ་རི་ནི་རོགས་དངུལ་ནི་མ་ང་མ་རག་ནས་ད་དངུལ་དངུལ་ང་ཚོ་ཐབས་ཤེས་གཞན་པ་ནི་ག་བ་བཏང་ཡང་འདུག་བོད་པ་སྤྱི་ཚོགས་ནང་ནས་ཐབས་ཤེས་བཏང་ཡང་འདུག་ཡང་རོགས་དངུལ་གཞན་པ་ཐབས་ཤེས་བཏང་ད་གནད་འགག་འགའ་བ་རེད་དེ་ཚོ་གཏན་འཇགས་འགའ་བ་རེད་རྩ་བ་ནས་མ་རེད་བསམ་གྱི་འདུག་ལས་གཞི་གལ་ཆེ་བ་དེ་ཚོ་ང་ཚོ་བསྐྱར་གསོ་བྱེད་ཐུབ་དགོས་ང་ཚོ་ཚང་བ་འགན་ཡོད་རེད་བསམ་གྱི་འདུག། ཚིག་ཆུ་ནང།